ང་ཚོ་ཚང་མ་བསམ་བློའི་ནང་ལ་རྔམ་དྲག་སྐྱེ་དགོས་ཡག་གི་ཚིག་བེད་སྤྱོད་བཏང་གནང་ཡོད་རེད། ཞབས་འདྲེན་དང་བློ་ཕམ་གྱི་གནས་དེ་གསུངས་ཡོད་རེད། དེ་ཡིན་དུས་ང་རང་ཚོ་ཚང་མས་ཀྱི་དགོངས་པ་ཡག་པོ་བཞེས།
རང་ས་རང་ཡུལ་མེད་པའི་བོད་མི་ཚོ། རྒྱལ་བའི་བཀའ་དྲིན་དྲན་ཞིང་བསམ་བློ་ཐོངས། ད་རིང་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ཟླ་བའི་དགེ་སྙིང་འདི་རེད། ད་རིང་དགེ་ལེན་གྱི་སེང་རོག་ནང་གི་ལེ་ཚན་འདིའི་ནང་གཞུང་རྟེན་དགྲ་ལྷའི་གཙོ་བོ་གནས་ཆུང་ཆོས་རྒྱལ་ཆེན་པོས་དཔལ་ལྡན་སྲིད་སྐྱོང་དཔོན་པོ་ཚེ་རིང་མཆོག་ལ་བཀའ་ལུང་སྩལ་བ་ཞིག་དང། ཉེ་ཆར། ཀུ་ལི་ཀཱ་ལི་ཞལ་ཕྱག་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་ཅལ་ཏོ་ཧོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་བསྩལ་བའི་ནང་དོན་གལ་གནད་ཆེ་བ་ཞིག་སྐབས་དེར་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མང་ཚོགས་ལ་འགྲེལ་བརྗོད་གནང་བ་ཞིག་དང། གེ་སར་སེར་སྨད་མཁན་པོ་བཀྲ་ཚེ་རིང་མཆོག་ནས་ཀྱང་གསུང་འཕྲིན་འདིའི་སྐོར་མང་ཚོགས་ལ་ལྗགས་ཀློག་གནང་བ་ཞིག་གཤམ་ལ་གསན་གསན་ཡོང་བ་ཞུ། གཞུང་དོན་བདེ་ལེགས་གཙོ་བོ་གནས་ཆུང་ཆོས་རྒྱལ་ཆེན་པོ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་བཅུ་དགུའི་ཉིན་ཚེས་བཅུའི་གཟབ་གསོལ་སྐབས་དཔལ་ལྡན་སྲིད་སྐྱོང་མཆོག་ལ་གནས་ཆུང་ཆོས་རྒྱལ་ཆེན་པོས་བསྩལ་བའི་བཀའ་ལུང། ཁ་བའི་ལྗོངས་ཀྱི་ཆབ་སྲིད་འགན་ཁུར་རྙེད་ནས་ཀྱང་ད་བར་ཧུར་ཐག་བགྱིས་པ་འདི་ནི་འདོད་ཁམས་བདག་མོ་དང་གཟུགས་མེད་དངོས་ནས་སྡོང་གྲོགས། འབྱུང་འགྱུར་ལས་གཞི་མང་བ་ཡོད་ནའང། སེམས་ཀྱི་ཞུམ་པ་མ་མཛད་ཅིག། དེང་གི་ཆར་ཡང་འཛམ་བུ་གླིང་གི་མཐོ་རིམ་མི་སྣ་ཀུན་ནས་ཆབ་སྲིད་བྱ་བར་རྒྱབ་སྐྱོར་གནང་བ་འདི་ནི་ཁ་བའི་ལྗོངས་ཀྱི་ཉི་མ་ཤར་བའི་དུས་ལ་བབས་པ་ཡིན་ནའང། ནང་དུ་དམ་ཚིག་གཙང་མ་མེད་པའི་འགན་དབང་བར་ཆད་ཡོད་ནའང་ཡིག་ཐོག་མ་མཛད་ཅིག། མཚུངས་མེད་འདོད་ཁམས་བདག་མོ་དང་གཟུགས་མེད་དངོས་ནས་སྡོང་གྲོགས། ཞེས་ལྷ་གཞུང་ཆོས་ལྡན་བསྟན་ལྷའི་གཙོས་པའི་གནས་ཆུང་ཆོས་རྒྱལ་ཆེན་པོས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཀའ་ལུང་སྩལ་བ་དེ་ཉོན་སྒྲོན་བཞུས་ཟིན་པ་ཡིན། ད་དེ་གི་ནང་དོན་གཙོ་བོ་དེ་ད་རྣམ་པ་ཚོ་དེ་མ་ཕ་ཆོས་མ་མཁྱེན་པ་ཡོད་མ་རེད་ད་རྡོག་རྡོག་རུ་བཞུས་པ་ཡིན་ན་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་བར་ཕྱག་ལས་གནང་ཡ་དེ་ཚོ་ཧུར་ཐག་པ་ཐག་གནང་གི་འདུག་དེ་འདྲས་ཡོད་དུས་རྩ་ནས་འདོད་ཁམས་བདག་མོ་དང་གཟུགས་མེད་ད་འདོད་ཁམས་བདག་མོ་ཟེར་དེ་དཔལ་ལྡན་ལྷ་མོ་དང་གཟུགས་མེད་གནས་ཆུང་ཆོས་རྒྱལ་གྱི་དངོས་ནས། སྡོངས་གྲོགས་ས་འདི་ལ་གྲོགས་དང་འཕྲིན་ལས་ཡོད། གསུང་གི་ཡོད་པ་འདྲ། ཨ་ནི་མ་འོངས་པ་ལ་ཡང་ཕྱག་ལས་གནང་རྒྱུ་མང་པོ་ཅིག་ཡོད་དུས་རྩ་ནས་ཨ་ནི་འདི་ཚོའི་ཚུལ་བཞིན་ལ་ཡང་གདོང་ལེན་གནང་ཕྱོགས་ལ་ཡང། སེམས་ཀྱི་ཞུམ་པ་མ་མཛད་ཅིག། སེམས་ཤུགས་མ་ཆགས། ཨ་ནི་ད་ལྟའི་ཆ་ལ་འཛམ་བུ་གླིང་གི་མཐོ་རིམ་མི་སྣ་མང་པོ་ཅིག་གིས་བོད་དོན་ཐོག་ལ་རྒྱབ་སྐྱོར་གནང་གི་ཡོད་རེད་དེ། ཡིན་ནས་ང་རང་ཚོ་བོད་མི་ནང་ཁུལ་དུ་དམ་ཚིག་གཙང་མ་མེད་པས། ཨ་ནི། དགེ་དབང་བར་བཅས་ཡོད་ནའང། འདི་འདྲའི་རྫུན་ཞིག་ལ་ཡིག་ཐོག་མ་མཛད་ཅེས་དོགས་པ་རྣམ་རྟོག་མེད་པའི་ཐོག་ནས་སྲིད་སྐྱོང་གི་ངོས་ནས་ཕྱག་ལས་གནང་སྒོ་མཐའ་དག་ལ་ཡང་གདོང་ལེན་གནང་བའི་ཐོག་ནས་མུ་མཐུད་ནས་འབད་བརྩོན་གནང་རོགས་ཅེས་འདིའི་རྫུན་ཞིག་ལ་ཡང་དཔལ་ལྡན་ལྷ་མོ་དང་གནས་ཆུང་ཆོས་རྒྱལ་གྱི་ངོས་ནས་གྲོགས་དང་འཕྲིན་ལས་ཡོད་ཅེས་ནས་དེ་འདྲའི་སྒྲུབ་བྱེད་གསུང་གི་ཡོད་པ་འདྲ། འདི་ཡང་དེ་སྙེད་ཀྱི།

དེ་རིང་ངས་དེ་ནས་མ་རྩ་བས་ཀྱི། ྋགོང་ས ྋསྐྱབས་མགོན་ཆེན་པོའི་ཀྱི་བཀའ་སློབ་འདི་ཉལ་བྱ། ཀོ་ལི་ཀ་དོན་ལྡན་གླིང། གཞིས་ཆགས་འགོ་བཙུགས་ནས་ལོ་ལྔ་བཅུ་འཁོད་པའི། ནི། དུས་དྲན་གྱི་མཛད་སྒོ་ལ། གསུང་འཕྲིན་ཕེབས་པའི་གསུང་འཕྲིན་གྱི་རེད། གསུང་འཕྲིན་འདི་ལ། ཤུག་གུ་གཅིག་རང་གཅིག་འདུག། འདི་ལ་དུམ་བུ་བཞི་འདུག། ད་དུམ་བུ་ཞིག་གི་ནང་ནས་དུམ་བུ་དང་པོ་གསུམ་དེ། ཨ་ནི། གཞིས་ཆགས་བཙུགས་དགོས་པའི་དགོས་པ། གཞིས་ཆགས་དེ་གལ་ཆེན་པོ་ག་འདྲས་ཡིན་པ། དང་པོ་བཙུགས་པའི་སྐབས་ལ་ག་འདྲས་བྱས་ནས་སྐུ་ངལ་བསྐྱོན་ཡོད་པ། འོ་དེ་འདྲས་ཀྱི་རིམ་པ། དེ་འདུག། ད་དེ་ནས་དུམ་བུ་མཐའ་མ་དེ། ངས་དེ་ནས་མ་བརྒྱག་ལོ། ངས་ཀློག་གི་ཡིན། འདི་ཕ་ཆེ་ཁྱེད་རང་ཚོ་གི་སེམས་པ་ཡིན་ན། འདི་ལ། གོ་མ་ཐུབ་པ་དང། མ་མཁྱེན་པ་གང་ཡང་ཡོང་ས་མ་རེད། འདི་ངས་གལ་པོ་གལ་ཆེན་པོ་ཡིན་ཙང། ངས་འདི་ཀློག་ན་ཕན་ཐོགས་ཡོང་གི་རེད་བསམ་གི་འདུག། ངས་དུམ་བུ་ཐ་མ་དེ་མ་ཀློག་གི་ཡིན། འདི་ཚང་མས། རྒན་གཞོན་ཚང་མས་ཡག་པོ་ཅིག་གསན་རོགས་གྱིས།

སྐྱ་སེར་ཚང་མ་གིས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས། རྒྱ་ནག་དམར་པོས་གིས་ག་ཚོད་ཀྱིས་སྡུག་སྦྱོང་བྱས་ཡོད་པ་ཡིན་ན་ཡང། ཆུ་གསུམ་ཁ་བྲལ་བཏང་ཐུབ་ཡོད་མ་རེད། ྋགོང་ས ྋསྐྱབས་མགོན་ཆེན་པོས་འདི་བཀའ་གནང་ཡོད་ད་རྡོག་རྡོག་ཞུས་ན། འོན་ཀྱང། འདི་ཕྱོགས། འདི་ཕྱོགས་ཟེར་ཏེ་ང་རང་ཚོ་ད་ལྟ་རྒྱ་གར་གྱི་མཚོན་པའི་རང་དབང་ཡོད་པའི་རྒྱལ་ཁབ་ནང་ལ་བཞུགས་ངེས་ཚོ་རེད། འོན་ཀྱང་འདི་ཕྱོགས། རང་རེའི་བཙན་བྱོལ་ནང། སྤྱི་སེམས་ཀྱིས་ཕོངས་པའི། ཅོལ་ཆུང་ཁག་ཅིག་གིས། ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི། མཁྱེན་སོང་ཨ། ངས་ཡང་བསྐྱར་ཅིག་ཀློག་གི་ཡིན། འོན་ཀྱང་འདི་ཕྱོགས་རང་རེའི་བཙན་བྱོལ་ནང། སྤྱི་སེམས་ཀྱིས་ཕོངས་པའི། ཅོལ་ཆུང། ཅོལ་ཆུང་ཟེར་ན་མཁྱེན་མ་མཁྱེན་པ་ཡིན་ན། རྒྱབ་ཆུན་ཆུན། རྒྱ་ཆེན་པོ་ཧམ། བསམ་བློ་མ་བཏང་ཉིན། ཅོལ་ཆུང་ཁ་ཅིག་གིས། ཕྱོགས་རེའི་འཐེན་འཁྱེར། འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི། ཞབས་འདྲེན། བློ་ཕམ་གྱི་གནས་ཡིན་པས། ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས། སེར་སྐྱ་སྒོ་མང་ཚང་མས་ཅི་ནས་ཀྱང་ཡིད་གཟབ་དགོས་གལ། བློ་འཇགས་གྱིས། རྗེས་འཛིན་སྨོན་ལམ་བཅས། ཤཱཀྱའི་དགེ་སློང་ཆོས་སྨྲ་བ། ཏཱ་ལའི་བླ་མས་རབ་བྱུང་བཅུ་དྲུག་རབ་བྱུང་བཅུ་དྲུག་བཅུ་བདུན་པའི་ཆུ་ཡོས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་བདུན། ཕྱི་ལོ་ཆིག་སྟོང་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བདུན་ལ། རྩ་བའི་གི་ཀ་བཀའ་སློབ་འདི་དང་གི་ངས་ཞུས་པ་ན་ཞིང་ཀོ་ལི་ཀ་གི། ལོ་ལྔ་བཅུ་འཁོར་བའི་འདི་ལ་ཕེབས་པའི་བཀའ་སློབ་ཅིག་རེད། ཡིན་ན་ཡང་དུམ་བུ་ཐ་མ་འདི་ང་རང་ཚོ་ཚང་མ་ལ་དེ་མཁྱེན་དགོས་ཡ་དང། བློ་ལ་བཞག་དགོས་ཡ་དང། ལག་ལེན་བསྟར་དགོས་ཡ་གི་བཀའ་སློབ་ཅིག་རེད། བཀའ་སློབ་དེའི་ནང་ལ་ཞེ་ས་མ་བཟོས་ན་ཚིག་ཧ་ཅང་གི་ང་རང་ཚོ་ཚང་མ་བསམ་བློའི་ནང་ལ་རྔམ་སྐྲག་སྐྱེ་དགོས་ཡག་གི་ཚིག་བེད་སྤྱོད་བཏང་གནང་ཡོད་རེད། ཞབས་འདྲེན་དང་བློ་ཕམ་གྱི་གནས་དེ་གསུངས་ཡོད་རེད་དེ་ཡིན་དུས་ང་རང་ཚོ་ཚང་མས་གི་དགོངས་པ་ཡག་པོ་བཞེས། འོ་དེ་བྱས་ནས་ངས་དེ་གློག་ཡག་གི་དགོས་པ་དེ། ད་ནང་ང་རང་ཚོ་གཅིག་སྐྱབས་བཅོལ་ལ་བསྡད་ཡོད་པ་ཡིན་དུས། སྐྱབས་བཅོལ་ལ་བསྡད་པའི་རིང་དེ་ལ། ྋགོང་ས་སྐྱབས་མགོན་ཆེན་པོ་འཚོ་ཞིང་བཞུགས་པའི་སྐབས་དེ་ལ། ང་རང་ཚོ་གི་བདེན་མཐའ་གསལ་ཡག་གི་ལག་ལས་ཀ་ཅིག་བྱེད་ཐུབ་པ་ཡིན་ན། ཏན་ཏན། ཕན་ཐོགས་གར་སོང་རེད། དེ་དོན་སྒྲུབ་ཐུབ་ཀི་རེད་བསམ་པའི་བསམ་བློ་ཡོད། འདི་ཡིན་དུས་འདིའི་ཆ་ནས་ངས་དེ་ཞུས་པ་ཡིན། འདི་ཀློག་ཡག་དེ་ཡང་གོ་བ་འདིའི་ཆ་ནས་ཀློག་པ་ཡིན། འོ་འདི་ཚང་མས་ཐུགས་ལ་འཇགས་རོགས་གནང། བཀའ་དྲིན་ཆེ།
ཀུ་ལེ་ཀ་དོན་ལྡན་གླིང་གི་གཞིས་ཆགས་གནས་སྡོད་བོད་མི་ཡོངས་དང། དགེ་ལས་སློབ་ཕྲུག་ཚང་མ་ལ་ཡང་ངས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་ད་རིང་ཀུ་ལེ་ཀ་དོན་ལྡན་གླིང་རུབ་སྡོད་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་གི་དུས་སྟོན་འདི་ལ་ཡང་འཚམས་བློ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་རིང་དུས་སྟོན་འདི་དང་སྟབས་བསྟུན་ཆེད་གངས་སྐྱིད་ས་གནས་མགོ་འཛིན་མཆོག་གིས་ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་འདི་སྙན་སྒྲོན་གནང་བ་རེད། ད་ང་འདི་མདུན་དེ་བསྡད་དེ་ཡོད་རེད།

སོ་སོ་སོའི་སྣང་བ་དག་ནི། ཨ་ནི། ཅེས་རྒྱ་བོར་མི་ཆེ་བའི་དགོངས་པ་འགྲུབ་ཀྱི་ཡོད་དོ་མདོ་སྒྲ་ཆེ་ཉིད་ནས་ལས་ཀ་བྱེད་ཡ་དེ་ཚང་མ་ལོ་སྤོར་ཅོག་ལོག་བྱེད་འདི་ཡ་དེ། གཙོ་བོ་དེ་གར་ཕྱིན་ནས་ཡོང་གི་ཡོད་རེད་ཞེས་ལབ་པ་ཡིན་ན། རྒྱ་བོར་མི་ཆེ་བའི་དགོངས་པ་ཇི་བཞིན་མ་རྟོགས་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད། དེ་ཡིན་པའི་སོང་ཙང། ད་རིང་ཁོ་རང་ནས་བཀའ་ཡིག་ཕེབས་ཞེས་པ། ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་ནས་བཀའ་ཡིག་ཕེབས་ཞེས་པ་འདི། དོན་དག་ཤོག་ལྷེ་གཅིག་མ་གཏོགས་ཡོག་མ་རེད། གཅིག། ནང་དོན། ཡིན་ནས་འདིའི། འགྲེལ་བཤད་ཞུ་གོ་ཆོད་ན་ཨ་ནི། གཏིང་ཟབ་པོ་ཞིག་རག་ཡོད། དེ་ཡིན་དུས། ད་ནི་འདི་ན་མ་དབུ་འཛུགས་གནང་པའི་སྐབས་ལ་ཡང། གང་ལྟར་རང་ཅག་བཙན་བྱོལ་དུ་འབྱོར་རྗེས་གཞིས་ཆགས་ཟུར་འཛུགས་དགོས་པའི་དམིགས་དོན་ནི་གཞིས་ཆགས་བཙུགས་དགོས་ཡས་ཀྱི་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ལབ་པ་ཡིན་ན། མི་འབོར་ཆེ་ཞིང་ས་རྒྱ་ཆེ་བའི་རྒྱ་གར་གྱི་ཡུལ་གྲུ་ཁག་ནས་རིམ་གྱིས་སིམ་སྟེ་ཁ་ཐོར་དུ་མི་འགྲོ་བ་དང། ད་དེ་ནས་ཚིག་དུམ་བུ་ཐ་མ་འདི་ནང་ལོགས་ལ་ཡང། བོད་གཞིས་ལུས་མི་མང་རྣམས་གཞན་དབང་འོག་ཏུ་ཚུད་ཡོད་ཀྱང། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས་ཆོལ་ཁ་གསུམ་ཁ་བྲལ་གཏོང་ཐུབ་མེད་ཅིང། གསལ་པོ་ཞུ་ཅིག་བཀའ་གནང་གི་འདུག་བ་རྒྱ་རོམ་ཞིག་བོད་ནང་ལོག་ནས་ཡིན་པ་ཡིན་ན། མདོ་སྟོད་ནས་ཡིན་ན་འདྲ་འདུག་མདོ་སྨད་ནས་ཡིན་ན་འདྲ་འདུག་དབུས་གཙང་ནས་ཡིན་པ་ཡིན་ན་འདྲ་འདུག་ད་ལྟ་རྒྱ་ནག་གི་བཙན་འཛུལ་བྱས་ནས་བཙན་འོག་ལ་ཚུད་དེ་ཡོད་རེད་དེ་དཀའ་ངལ་མང་པོ་ཅིག་འཕྲད་དེ་ཡོད་རེད་དེ་བོད་ནང་ཡོད་ངའི་བོད་པ་དེ་གའི་མདོག་ཅིག་རེད་འདུག་བ། འོན་ཀྱང། ད་འདིའི་དོ་སྣང་བྱེད་དགོས་ཀྱི་རེད་ད། འོན་ཀྱང། འདི་ཕྱོགས་ང་ཚོ་བཙན་བྱོལ་ནང་གསུང་གི་ཡོད་རེད་འདི་ཕྱོགས། རང་རེ་བཙན་བྱོལ་ནང་སྤྱི་སེམས་ཀྱི་ཕོངས་པས། སྤྱི་སེམས་སྤྱི་པ་ལ་ཡ་ཞབས་འདེགས་ཞུ་ཡ་དང་སྤྱི་པ་ལ་ཕན་པ་གི་བསམ་བློ་བཏང་ཡ་དེ། ཕ་དོར་བྱེད། སོ་སོའི་གི་ཁེ་ཕན་དང་ལུང་ཚན་གི་ཁེ་ཕན་དང་དེ་ཚོའི་སྒང་ལ་ཡ་བསམ་བློ་མང་པོ་ཅིག་བཏང་ནས། སྤྱི་སེམས་ཀྱིས་ཕོངས་པའི་ཅོལ་ཆུང་ཁག་ཅིག་གིས་ད་བསམ་བློ་ཆུང་ཆུང་ཞིག་བུ་བཏང་དེ་བུ་ཚོ་ལྟོགས་པོ་ཞིག་བུ་དེ་ཡོད་དེ་ཁག་ཅིག་གིས་ཕྱུགས་རིགས་འཐེན་འཁྱེར་ཞིག་ད་ཕྱུགས་རིགས་དེ་ང་ཚོ་ཆོལ་ཁ་ཆོས་རྒྱུད་དེ་རུ་ཡོང་དེ་མ་ཆོལ་ཕྱུགས་རིགས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི་ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས་ད་དེ་སྐུ་མདུན་བཀའ་གསལ་པོ་གནང་གི་འདུག་བ་དེ་ཚོ་བྱེད་བདེ་བ་ཡིན་ན་ཞབས་འདྲེན་རེད་ད། བློ་ཕམ་སྐྱེ་བའི་གནས་རེད་ད། བདེན་རྫུན་མགོ་འཚོས་པར་བྱ་བ། གནད་འགག་ཆེ་བ་ནི་བདེན་རྫུན་རེད་ད། ཅོལ་ཆུང་ཁག་ཅིག་གིས་ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི་ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས། སེར་སྐྱ་མགོ་མང་ཚང་མས་ཅིས་ཀྱང་ཡིད་གཟབ་དགོས་གལ་བློ་འཇགས་གྱིས་ཞེས་འདི་གསུངས་ཡང། སེར་མོ་བ་ཡིན་ནས་རེད། སྐྱ་བོ་ཡིན་ནས་རེད། སུ་ཡིན་པ་ཡིན་ནས་ཚང་མ་ལོག་འདི་ལ་ཡར་ཐུགས་གཟབ་གནང་དགོས་རེད། ཟབ་ས་གནང་བ་རེད་ཞེས་འདི་གསུངས་པར་ད་རྒྱ་རོམ་ཆེ་དཀར་ནག་གིས་ད་གཙོ་བོ་འདི་ནང་དོན་འདི་འདི་ཆགས་འདི་ཡོད་རེད་འདི་ཡིན་འདི་བསམ་པ་ད་རིང་ཁྱེད་རང་ཚོ་དེ་རྫོང་གི་ཡོད་རེད་དགའ་དགའ་སྤྲོ་སྤྲོ་གནང་གི་རེད་ཡིན་ནས་གཙོ་བོ་འདི་རྒྱ་རོམ་ཆེ་དམག་དཀར་ནག་ཞེས་བ་དེ་སྙིང་ལ་བཅངས་ནས། ཉི་མ་རེ་རེར་ཡར་ལངས་ནས་དགོང་དག་མ་ཉལ་བར་དུ་ཅིག་སོ་སོའི་ལས་ཀ་གར་བྱེད་དོ་མི་ལ་གར་བཤད་དོ་ཕན་ཐག་པ་གར་བྱུང་དོ་བློས་སྐྱེ་བ་གར་བྱུང་དོ་དེ་སྐད་དེ་མ་སོ་སོ་སོར་བརྟག་དཔྱད་བྱེད་ཐུབ་ཡག་གི་ནུས་པ་ཅིག་སླེབས་དགོས་པ། དེ་བྱེད་ཐུབ་པ་འགྲོ་བ་བྱིན་པ་ཡིན་ན། རྒྱ་བོར་མཆེད་དུས་རྒྱུན་དུ་ནས་བཀའ་བསྟན་གནང་གི་ཡོད་པ་ནང་བཞིན་ང་ཚོ་སྲིད་སྐྱོང་མི་མང་གི་གཏམ་བཤགས་ཡིན་ནའི་རེད་བཀའ་བློན་བཀའ་ཤག་ནང་ལ་ཡོད་བསྡད་པ་ཡིན་ནའི་རེད་འཛིན་སྐྱོང་གི་ལས་བྱེད་ཡིན་པ་ཡིན་ནའི་རེད་འོ་དེ་ས་གནས་ལ་ཡང་ལས་བྱེད་ཡིན་པ་ཡིན་ནའི་རེད་ཚང་མ་ལོག་ངོ་ལྐོག་རྒྱབ་མདུན་མེད་པའི་ཐོག་ནས། མདུན་ལ་ཡང་གཅིག་བཤད། རྒྱབ་ལ་ཡང་གཞན་པ་གཅིག་བཤད། དེ་འདྲའི་མ་ཡིན་པ། རེད་བ། ལྷག་བསམ་ཟོལ་མེད་ཀྱི་སྒོ་ནས་ལས་ཀ་བྱེད་དགོས་པ་དེ་གལ་ཆེན་པོ་རེད། དེ་ཡིན་དུས་སོ་སོ་དང་སོ་སོའི་གི་ཉེ་འཁོར་གྱི་ཁེ་ཕན་ཙམ་དུ་མ་ཡིན་པའི། སྤྱི་ལ་ཁྱབ་པའི་གི་ཁེ་ཕན་འགྲུལ་བའི་གི་ཆེད་དུ། ལས་ཀ་བྱེད་དགོས་པ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་དུས། འཛིན་སྐྱོང་བཀའ་ཤག་ངོས་ནས་ད་ལྟ་བར་དུ་གྲོས་ཚོགས་ལས་ལན་མང་ཞུས་པ་ཡིན་མང་ཚོགས་ནང་ལོགས་ལས་ལན་མང་ཞུས་པ་ཡིན། བཀའ་ཤག་གི་ཆབ་སྲིད་ཀྱི་ལས་དོན་ཡིན་པ་ཡིན་ནས་འདྲ་འདུག་སྤྱི་ཚོགས་བདེ་དོན་གྱི་ལས་དོན་ཡིན་པ་ཡིན་ནས་འདྲ་འདུག་ལས་དོན་གང་བྱེད་པ་ཡིན་ནས་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་དེ་གཙོ་བོ་ལ་བཞག་པའི་ཐོག་ནས་ཨ་ནི་ཐབས་ཇུས་དེ་ག་འདྲ་བྱེད་དགོས་དགོས་མིན་ད་སོ་སོས་རིག་པ་བཏང་ནས་ཨ་ནི་བྱེད་དགོས་ཡ་ཆགས་ཀྱི་ཡོད་རེད་ལས་དོན་སྒྲུབ་དགོས་ཀྱི་ཡོད་རེད། ང་ཚོ་དར་རམ་ས་ལ་ནས་ཡིན་པ་ཡིན་ནས་དམངས་གཙོའི་ཀ་བ་གསུམ་དེ་མཉམ་རུབ་བྱས་བྱས་བྱས་ཐུབ་པ་རེ་བ་བྱིན་པ་ཡིན་ན་ང་ཚོའི་ནུས་པ་དེ་མི་འདྲ་ཞིག་ཐོན་གི་རེད།